འདིའི་སྐབས་སུ་གཙོ་བོ་དེ་གཉིས་མེད་ཀྱི་ཡེ་ཤེས་ཟེར་བ་དེ་སྟོང་པ་ཉིད་རྟོགས་པའི་སྔགས་ལུགས་ཀྱིས་སྟོང་པ་ཉིད་རྟོགས་པའི་ཡེ་ཤེས་དེ་བཤད་ཀྱི་ཡོད་པ་རེད། དེ་འདྲ་བ་དེ། རྣལ་འབྱོར་སྤྱོད་པའི་དབུ་མའམ་ཡང་ན་དབུ་མ་གཞན་སྟོང་གི་ལྟ་བ་དང་མཐུན་པ། དབུ་མ་གཞན་སྟོང་གི་ལྟ་བ་དང་མཐུན་པ་རེད་ཅེས་དེ་འདྲ་གསུངས་པ་རེད། འཁོར་ལོ་ཐ་མར་རྒྱས་པར་སོང་བའི་སེམས་ཀྱི་རང་བཞིན་ཨོ་གསལ་བ་སྤྲུལ་བ་དང་མཚན་མ་མཐའ་དག་གིས་སྟོང་ཞིང། རང་གི་ངོ་བོ་ཆོས་ཉིད་ཀྱི་རིག་པ་རང་རིག་གི་མཚན་ཉིད་གདོད་མ་ནས་ཆོས་ཐམས་ཅད་ཀྱི་གཤིས་ལུགས་ཀྱི་ཚུལ་དུ་ལྷུན་གྱིས་གྲུབ་པ་གང་ཡིན་པ་དེ་ཉིད་གཙོ་བོར་གཏན་ལ་འབེབས་ཤིང་ཉམས་སུ་ལེན་པའི་ཕྱིར་རོ། གང་ལྟར་སྔགས་ལུགས་ཀྱིས་དབུ་མ་བསལ་ན་མ་བསལ་ན་སྟོང་པ་ཉིད་རྟོགས་པའི་ཡེ་ཤེས་དེ་ཟེར་གྱི་ཡོད་པ་རེད། སྟོང་པ་ཉིད་རྟོགས་པའི་ཡེ་ཤེས་དེ། ཨ་ནི། མདོ་ལུགས་ཀྱི་འཁོར་ལོ་སྤར་མཐའ་གསུམ་གྱི་ནང་ལོགས་ནས་འཁོར་ལོ་ཐ་མ་ཡི་སྐབས་སུ་བསྟན་པའི་སེམས་ཀྱི་རང་བཞིན་ཨོ་གསར་བ་དེ་ཟེར་བ་དེ་རེད་འདོད་ཡོད་པ་རེད། འཁོར་ལོ་ཐ་མག་གི་སྐབས་སུ་བསྟན་པའི་སེམས་ཀྱི་རང་བཞིན་ཨོ་བསལ་བ་ཟེར་བ་དེ་གཞན་སྟོང་གི་ལྟ་བ་མཐར་ཐུག་དེ་རེད་འདོད་ཡོད་པ་རེད་ཡིན་ཙང་གཞན་སྟོང་གི་ལྟ་བ་དེ་དང་གསང་སྔགས་ཀྱི་ལྟ་བ་གཉིས་ཧ་ཅང་མཐུན་པ་རེད་ཟེར་བ་རྒྱུ་གཙོ་བོ་དེ་བཤད་གི་ཡོད་པ་རེད་ཨ་ནི་སེམས་ཀྱི་རང་བཞིན་ཨོ་བསལ་བ་གི་ཁྱད་ཆོས་དེ་ག་འདྲ་ཡོད་རེད་ལབ་ན་སྤྲུལ་བ་དང་མཚན་མ་མཐའ་དག་གིས་སྟོང་བ། ཨ་ནི་ཀུན་རྫོབ་ཀྱི་ཆོས་ཀྱིས་སྟོང་བ། ཨ་ནི་མཚན་འཛིན། མཚན་འཛིན་དང་འདུ་ཤེས་བློ་རྣམ་རྟོག་གིས་སྟོང་བ། རང་གི་ངོ་བོ་ཆོས་ཉིད་དམ་ཡང་ན་དོན་དམ་བདེན་པ་ཡིན་པ་ལ་དེ་ནི་རིག་པ་ཡིན་པ། རིག་པ་ཡིན་པ་ཙམ་མ་ཟད་སོ་སོ་རང་རིག། སོ་སོ་རང་རིག་ལ་དེ་གཞན་གྱིས་ཡུལ་དུ་བྱེད་མི་ཐུབ་པ། སོ་སོ་སྐྱེ་བོ་གི་བློ་ཡིས་ཡུལ་དུ་བྱེད་མི་ཐུབ་པ། རང་གིས་རང་ཉིད་རིག་པ་གི་རང་བཞིན་ཅན། ད་ནི་གདོད་མ་ནས་ཆོས་ཐམས་ཅད་ཀྱི་གཤིས་ལུགས་ཀྱི་ཚུལ་དུ་ལྷུན་གྱིས་གྲུབ་པ་ལབ་སྟེ། དེ་འདྲ་བའི་སེམས་ཅན་རང་བཞིན་འོད་གསལ་བ་དེ། གསར་དུ་གཟུགས་བཞག་པ་འདྲ་བོ་དང་གསར་དུ་གྲུབ་སོང་བ་འདྲ་བོ་དང་ཡང་མིན་ན་གསར་དུ་བསྒོམས་ནས་རྙེད་པ་འདྲ་བོ་དེ་འདྲ་གང་ཡང་མ་ཡིན་པ་ཐོག་མ་རྙེད་ནས་སེམས་ཀྱི་གཤིས་ལུགས་གམ་ཡང་ན་སེམས་ཀྱི་ཆོས་ཉིད་ཀྱི་ཚུལ་དུ་ཡོད་པ་རེད། དེ་འདྲ་བ་དེ་གསང་སྔགས་ཀྱི་སྐབས་སུ་ཡང་ལྟ་བ་གཙོ་བོ་ལ་བཤད་ཀྱི་ཡོད་པ་རེད་ལ། འཁོར་ལོ་བར་དག་གསུམ་གྱི་ནང་ཚན་གྱི་འཁོར་ལོ་ཐ་མའི་སྐབས་སུ་ཡང་དེ་བཤད་ཀྱི་ཡོད་པ་རེད། དེ་ཡང་རང་བཞིན་གྱིས་འོད་གསལ་བ་གསལ་སྟོང་བདེ་སྟོང་སོགས་གསུམ་དུ་འཇུག་པའི་ཡེ་ཤེས་ཏེ་དེའི་དོན་ནི་རྒྱས་པ་རིམ་ལྔ་དང་སེམས་འགྲེལ་སྐོར་གསུམ་སོགས་ལས་ཤེས་དགོས་སོ། འཁོར་ལོ་ཐ་མའི་སྐབས་སུ་བཤད་པའི་སེམས་ཀྱི་རང་བཞིན་འོད་གསལ་བ་ཟེར་བ་དེ་ལ། དེ་ནས་གསང་སྔགས་ཀྱི་སྐབས་སུ་ཡང་འོད་གསལ་དང་གཉུག་མའི་འོད་གསལ་དང་དེ་ནས་གསལ་སྟོང་གསལ་སྟོང་དང་བདེ་སྟོང་ཟུང་འཇུག་སོགས་དེ་འདྲ་གི་མིང་མིང་གི་རྣམ་གྲངས་མང་པོ་ཡོད་པ་རེད་སྲིད་དེ་སྒོམ་ཚུལ་གྱི་རྣམ་གཞག་ལ་སོགས་པ་དེ་དག་རྒྱས་པ་རིམ་ལྔ་ཟེར་བ་དེ་གསང་བ་འདུ་བའི་རིམ་ལྔ། མགོན་པོ་ལུས་གྲུབ་དང་དཔའ་བརྟན་ཟླ་བ་གྲགས་པ་ལ་སོགས་པས་བརྩམས་པའི་རིམ་ལྔ་དང་སེམས་འགྲེལ་སྐོར་གསུམ་ལགས་ཏེ་དུས་འཁོར་གྱིས་འགྲེལ་བའོ། དེ་ཚོ་དུས་འཁོར་གྱིས་འགྲེལ་བ་དེ་ཚོ་ནི་ཧ་གོ་དགོས་པ་རེད། དེ་འདྲ་སོང་བ་ཡིན་པ་རེད།